ཏེ། ཞེས་ག་རེ་བྱེད་ཅེས་ཀྱེ་ཞེས་བསམ་ཞུ། ཀྱེ་ཅེས་དེ་ཡིན་ནས་དེས་གོ་ཏོ་ཡག་ཁྲུས་རོ། དེ་རིང་ང་བརྗོད་བྱ་གཉིས་གསུམ་ཚིག་ག་ལ་ང་ཀྱེ་ཅེས་ཞུ་ཞེས་བཤད་འདོད་བྱུང་ཟེར། ད་ཡིན་ནས་རྒྱུ་ནི་ཀུན་པོ་བཞི་ལ་མེད་པའི་ཐོག་ནས། ད་ང་དང་པོ་དེ་སྤུན་རྒྱག་ག་ལ། ད་སྤུན་རྒྱག་ལ་ནི་སྤུན་མཆེད་ལ་འུར་བ། སྤུན་མཆེད་སྤུན་མཆེད་སྤུན་མཆེད་ལ་ཡང་རིགས་མ་དགོས་ར། ཕ་མ་གཅིག་གི་སྤུན་མཆེད། ཡང། ཕ་མ་གཉིས་ཀྱི་སྤུན་མཆེད་དབུས་ན། ད་ང་ཚོ་བོད་དུ་ཡང་ཐེམ་པ་དང་པོ་ཐེམ་པ་གཉིས་པོ་ལ་ད་སྤུན་རྒྱག་ཁ་ཤས་ཡང་སོ་སོ་ཕ་མ་གཅིག་གི་སྤུན་རྒྱག་ཡོད་ཁ་ཤས་ཡང་ཨ་ཞང་ཨ་བུ་སྤུན་རྒྱག་རེད་ཁ་ཤས་ཡང་ཐག་རིང་གི་སྤུན་རྒྱག་ཡོད་ད་སྤུན་རྒྱག་ལ་ཡང་རིགས་འདྲ་མང་འདྲ་མང་གོ་ཞིའུ་ཅོ་རེད་ད་དེ་སང་ང་ཚོ་སྤུན་རྒྱག་གི་མཛའ་བརྩེ་ལ་ཡང་འགྲོ་ཞིག་ད་སྤུན་རྒྱག་བོ་རུ་ལ་ཡང་གཅིག་བརྩེ་དུང་ལ་ཡང་ཆོ་རེད་ད་དེ་སྙན་མང་ལང་ཤེས་ཡོད་ཡ་ད་ད་ཧ་ཅང་གི་དཀའ་ལས་ཁག་པོ་རེད་ཤག་ད་དེ་སང་དུས་ཚོད་རོ་ཆེ་རེད་སྤུན་རྒྱག་བོ་རུ་ལ་ཡང་ཕག་ཚོ་ད་ཁུལ་འཛིན་ཕྲག་དོག་ངར་སྐྱེ་ཞེ་སྡང་པད་དེ་གཅིག་ཡོད། ཧང་སང་ཡིག་གི་ཞལ་ཐང་ཕྱེད་བཅས་ཨིན་གཅིག་སྤུན་བརྒྱ་བར་བཟོ་ཆེམས་བསྟུན་མེ་སྒྱོགས་ལ་སོགས་པ་སྤུན་བརྒྱ་ཚོགས་པ་བཅས་ད་དེ་མི་ཚང་མ་རེ་བའི་སེམས་རྩ་བ་ཅན་རེ་ཟུང་བཅས་ཨིན་དེ་གིས་ད་དཀའ་ངལ་འཕྲད་དེ་ངས་སྒྲུབ་ཡོང་གི་འདུག་ད་དཔེ་རུ་ཆ་ང་ཚོ་རོགས་ཀྱི་ལ་ཆ་ཞབས་ལས་ཆུ་ཆུའི་སྒོ་ནས་ད་བོད་ནས་ལས་རྒྱོ་ཡིན་འདུག་གོ་ནས་ད་བོད་ལས་སྤུན་བརྒྱ་མང་པོ་བཞུགས་ཆོག་རེད་ད་ཤ་ཞང་ཨ་འུ་ཨ་ནི་ཨ་ཞང་སོ་མོ་ད་རྡོ་མཚོ་ཁོ་རང་ཚོ་ཁོ་ན་ཚོ་མེ་བཙའ་སྐྱེལ་ད་རུ་ཡིན་ནས་ཁོ་ཚོས་མེ་བཙའ་ཕི་གི་ཁ་འདེད་སྒྲུག་གི་ཡོད་ཁོ་ཚོའི་སྤུ་གུ་ད་ང་ཚོའི་སྤ་རུ་ལ་ཡ་གཅིག་ཡོད་ར་འབྲེལ་བ་ལ་ད་ཧ་ཅང་གི་ད་དཀའ་ལས་ཁག་པོ་རོགས་ཀྱི་རེད་ར།

གཅིག་ང་རང་གི་བསམ་ཚུལ་རེད་བ་ལོག་རེད་ད་གཅིག་ཁོ་བོ་དང་ཐོས་པ། གཅིག་གང་བསམ་པ་གང་ཐོས་པ་དེ་རྣམ་པ་ཚོས་དོན་ལས་སྡུག་ཆེ་ན་གཅིག་སྤྱི་འབུལ་ཞུ་དོན་རྣམ་པ་ཚོ་གཅིག་སྡུག་ཆེ་ཟེར་རོ་ཆེ་ལ་བརྗོད་བྱ་དང་པོ་དེ་ག་ལ་ཡིན་ར་ད་དང་པོ་དེ་སྤིན་རྒྱག་དགོས་ར་ད། ཤ་ཤ་ཨང། ཀུ་ཆེ། ད་ལོ་ང་ཚོ་ནང་ལ་ཡ་སྤུ་གུ་མང་པོ་ཆེ་ངའི་ཁྱི་མའི་ལ་ཡ་སྤུ་གུ་མང་པོ་ཆེ་ཨ་ང་རང་ལས་གཅིག་སོ་ད་ཕེ་དགོས་ར་ཆེ་མེད་ན་ཚོང་ག་རེ་རྒྱབ་ཡིན་ནས་ལམ་འགྲོ་མ་འགྲོ་བ་ཆེ་ག་འདང་མ་འདང་ང་ཚོ་ནང་མི་ལ་ཡ་དཀའ་ངལ་ཞུ་ཆེ་མ་གུ་འདུག། བྱས་ཙང། ཞེ་ཆང་ཁྱེད་རང་གིས་ང་ཚོ་ལ་ཡང་ད་འབུམ་ལྔ་དྲུག་བྱེད་ཡག་ཡིན་པས་ན་ཨ་ན་ང་ད་ལོའི་མེལ་ཚེ་འདི་ལ་ཡང་དཀའ་ངལ་ཤུགས་ཆེན་པོ་ཞུ་ཅེས་ཟེར་གསལ་རེད་བྱས་ཙང་ཞེ་ཆང་སྐུ་ཅི། བསམ་བློ་ཞིག་བཏང་རོགས་གནང་ཞེ་ཆང་ཨ་ནི་ཁྱེད་རང་ཞེ་ཆང་ཁྱེད་རང་ལ་མི་ཞིག་རེ་བ་བརྒྱབ་སོང་མི་འདུག་ད། བོད་ཀྱི་པིང་ཀྱག་དུང་ཚོ་ལ་རེ་བ་བརྒྱབ་ན་ད་རྒྱུན་རིང་པོ་ཆེ་ང་ཚོ་ཕར་ཚུར་འབྲེལ་བ་མེད་དུས་ཀུན་ན་ཧོབ་དང་དངུལ་དང་དཔལ་འབྱོར་གྱི་རེ་བ་དེ་འད་བརྒྱབ་ན་དཀའ་ལས་ཁག་པོ་ཞུ་ཆགས་ས་རེད་གལ་སྲིད་ང་ཚོས་ཁོང་ཚོ་ལ་འདི་འད་ལབ་ཡིན་པ་ཡིན་ནས་ཁོ་ཚོའི་ངོས་ནས་བརྙན་ཅོར་ཡས་སྟག་ཐ་དེར་བའི་ཆེ་ས་ཞེ་ཞང་ཁྱེད་རང་འགྲོ་བྱས་ནས་ད་བརྙན་གྱི་སྤུན་སྐྱ་ཉེ་ཤོས་ཡིན་འདུག་ག་ནས་ཨ་མའི་སྤུན་སྐྱ་ཆུང་ཡིན་འདུག་ག་ནས་ཞེ་ཞང་ཁྱོད་རང་གི་ང་ལོ་སྐུ་ཅིག་འབུམ་དྲུག་ཅིག་ཡ་རོ་ཅིག་ད་ང་པོད་དཀའ་ལས་འདུག་ཞེ་ཞང་སྐུ་ཅིག་ཅིག་ལས་སོ་སོར་ལྟོ་གོས་ཡག་བོ་མེད་བྱས་ཨ་སྐྱེ་མེད་ལས་ལས་ཀ་ཡག་བོ་མ་བྱས་སྤུ་གུ་གསུམ་བྱས་ཨེ་འདི་བྱས་འདུག་པད་མི་སྲིད་དཀའ་ལས་འདུག་ཨོ་ཆེ་ས་ཞེ་ཞང་ངོ་ནས་བསམ་བཏང་རོ་ཅིག། སྐུ་ཅིག་ཞེ་ཞང་ལྟ་གི་དབང་ཆེ་ས་ད་ལྟ་ངས་ཞེ་ཞང་ཁྱེད་རང་ལ་ཁ་པར་སྟོབ་ན་བདམས་སྟངས་ཡིན་ཞེ་ཞང་ཁྱེད་རང་གི་ཁ་པར་བསྐྱངས་མ་སོང་བྱས་ཙང་ད་ངས་བཱིས་མེ་སེ་ཞེ་ཞང།

ཞེས་ཞག་འདིའི་སྐྱེ་མེད་དེ་དཔོག་ཚད་ལྟ་ཁྱོག་ནི་ཡིན་གྱི་རེད། ང་སྤྲོ་བོ་བྱས་ནས་ད་དུབ་དོ་ཆུན་ཆུན་ནས་འདུག་ཞེས་ལས་ང་རང་ང་རང་ལག་པ་ལ་ཡ་ག་ལས་རྒྱབ་ཅིང་རེག་པིན་ཀྱང་སུས་ཀྱིས་ང་ལ་ཕན་ཐོགས་ཉུང་བས་བྱས་ཙང། ང་ཚོ་ཕ་དཔེ་ཞག་གར་བྱས་ནས་ཡག་འོ་རེད། གལ་སྲིད་དཔེ་ཞག་དེ་ཡག་ག་བྱས་ནས་ཚུར་རག་རུ་བས། ཧཧ། དེ་སང་དེ་ཚོས་པིན་ཀྱག་འཆམ་དུས། པིན་ཀྱག་བ་རུ་ཐུག་འདྲིས་ལ་དེ་ཁ་ནས་བཤད་བསམ་གྱི་འདུག་ཞེས་ཕྲག་དོག་ཞེ་སྡང་ག་ཚད་ཡོད་རེད་ཨ།

བུ་རྒན་པོ་དེ་ནི་རྦད་དེ་ཨིན་ལན་གྱི་བསླབ་གྲྭ་ཆེན་པོ་གཅིག་ལས་སློབ་སྦྱོང་མཐོ་པོ་ཞིག་སྤྱད་ཡོད་ལ་དེ་ལས་ང་ཚོར་འགྲོ་སོང་ཤུགས་ཆེན་པོ་ཞུ་སྟངས་ཀྱི་འདུག་བྱས་ཙང་ང་ཚོ་དངོས་ནས་དཔེ་ཆ་ཡག་ཡག་དག་འདི་འདྲ་རྩ་བ་ཉིད་ནས་ཡོང་ས་མ་རེད། འོ་དེ་རེད་ཨ་ནི་བྱས་ཙང་ཁོ་སྐུ་ཇི་ལྟ། ང་རང་ཚོ་བུ་རུ་བིན་རྒྱག་བིན་རྒྱག་རེད་ལ་ཨ་འདི་འདི་རེད་མཚམས་མཚམས་ཁྱེད་རང་ཚོ་དུས་ཚོད་སྟོང་པ་ར་ཞོ་ནར་བསྡད་ག་ཞོ་བྱ་བྲག་འཐུང་ག་ཞོ། དཔེ་ཆ་ཡག་ཡག་སྐད་ཆ་ལས་དེ་རྩ་བ་ཉིད་ནས་མ་བཤད་ར་ཆོས་ཡེ། ཁོང་དང་ཐུག་འཐེན་ཞུ་ཡག་ཡིན།

ཨོའེ། ཨོང་གར་ཆས་སོང། གྲོགས་པོ། གྲོགས་པོ། ང་རང་ཚོ་གཉིས་མ་ནི་གྲོགས་པོ་རེད། ད་འདི་ནི་གྲོགས་པོ་རེད། ང་བྱས་ཙང་གྲོགས་པོ་རང་ལ་ཡང་རེ་བ་ཤུགས་ཆེན་པོ་བསྐྱོན་པས་གྲོགས་པོ་སྐུ་ཆེ། གྲོགས་པོ་ཁྱོད་རང་གི་ཅིག་ཡིན། ནང་ལ་ཡང་སྤུན་རྒྱག་བུ་མོ་གསུམ་ཡོད་རེད། ཁྱེད་རང་གིས་སྤུན་རྒྱག་བུ་མོ་འབྲིང་གི་གྲོགས་མོ་ལྷ་མོ་ལ་ཡོད་དེ་ང་ལ་ཡང་སྤྲད་པ་ཡིན་ན། འགྲིག་གི་འདུག་ཨ། ང་རང་གཉིས་ཆུང་ཆུང་ནས་ངོ་ཤེས་དགོས། རང་གིས་ང་གམ་སུ་ཡག་པོ་ཡོད་མེད་ཧ་གོ་རྒྱན་རང་གམ་སུ་ཡག་པོ་ཡོད་མེད་ཧ་གོ། གང་ལྟར་མ་མཐའ་ང་ཚོ་བླ་བྲེ་ནས་ཕར་ཚུར་ཤི་བསྡད་པའི་བརྩེ་དུང་དེ་ཆ་ང་རང་གི་སྤུན་རྒྱག་བུ་མོ་གྲོགས་མོ་ལྷ་མོ་ལ་དགའ་ཆེ་ཤི་འགྲོ་ཅིག་འདུག་བྱས་ཙང་རེད་གྲོགས་མོ་ལྷ་མོ་ང་ལ་ཡང་སྤྲད་པ་ཡིན་ན། ཨ་ནི་རང་གྲོགས་ཅིག་ད་དཔང་རྟགས་ཐོན་ཉེན་ཡག་ཤོས་རེད་བ། ང་རང་ཚོ་གྲོགས་པོ་དེ་ལྟའི་བྱ་འབུ་རེད། བླ་བྲོར་ལོ་བཅུ་གཉིས་སུ་མཉམ་དུ་བསྡད་པས་དེའི་རྗེས་ལ་ཡང་ལོ་བཅུ་གཉིས་རྗེས་ནས་ང་རང་ཚོ་བླ་བྲོ་ཐོན་ཚར་བའི་རྗེས་ལ་ཡང་མཐོ་སློབ་གཅིག་པུ་རེད། གཞུང་ཞབས་ལས་ཀ་བྱེད་ཁུལ་གཅིག་པུ་རེད་ཁ་རེ་ཐོག་ནས་ནི་ང་རང་ཚོ་གཅིག་པུ་གཅིག་ཀྱང་བྱས་ཚར་རམ་སྤུན་རྒྱག་བུ་མོ་འབྲིང་གི་སྒྲོལ་མ་ལྷ་མོ་དེ་ང་བཀྲེས་པ་ཡིན་པས་ན་ང་མོ་རང་ལ་ཡང་སྙེ་མ་ནས་མིག་ཟུག་བསྡད་ཡོད།

མོ་རང་ཡིན་ནའི་ང་ལ་ཡ་ཏེས་ཕྱིར་ལོག་གྲོགས་པོ་རེ་གཉིས་ཧ་གོ་ཡོད། ལབ་ཐུག་ཡོད་མོ་རེད་གྲོགས་པོ། བྱས་ཙང་གྲོགས་པོ་རང་ལ་ཡ་ཉེ་རེད། གལ་སྲིད་གྲོགས་པོ་རང་གིས་ངའི་གདོང་ལ་ཡ་ཏེས་ཀྱིས་རང་ཕ་མ་ལ་ཡ་སྐད་ཆ་བཤད་པ་ཡིན་པ་ཡིན་ན། ཨ་ནེ། ག་ཚད་ཡག་པོ་རེད་ཨ་གྲོགས་པོ། ངས་གྲོགས་པོ་རང་བློ་རབ་ཅིག་ལ་བརྩི་གི་ཡོད་རེད་གྲོགས་པོ་བློ་མཐུན་ཅིག་ལ་བརྩི་རེད་ཚིག་རིས་རྡོ་རྗེ་སྐུ་ཅིག། ད་གྲོགས་པོ་དེ་གིས་ད་ཁོ་ལ་ཡང་ཆུ་རྒྱུས་ནས་བལ་ཐོག་རུ་གློད་དང་ཁོའི་ཆེད་དུ་ཟ་འོག་བྱུང་ནས་མཉམ་དུ་འཐུང་འགོག་བྱུང་ནས་མཉམ་དུ་འཛིང་འགོག་བྱུང་ནས་མཉམ་དུ་སློབ་སྦྱོང་བྱས་ནས་མཉམ་དུ། གང་བལྟས་ཡིན་པས་ནི་གང་ལྟར་མ་ཐག་ཆུ་རྒྱུས་ནི་སྡུག་བྱས་མཚར་བྱས་ཉིན་ཐོ་ལེ་གྱུར། ད་ཡིན་པས་ནི་ཁོས་གི་ཁོ་ལ་རེ་བ་ཆུང་ཆུང་ཞིག་ག་རེ་བྱས་ཏེ་ཁྱོད་རང་སྤིན་རྒྱག་བུ་མོ་དེ་ང་ལ་སྤྲད་རོགས་བྱས་ཞེས་ཁྱོད་རང་ད་དགའ་གི་འདུག་ཟེར་ད་སྤིན་རྒྱག་བུ་མོ་དེས་ཁོ་ལས་དེ་སེམས་པ་ཤོར་དེ་གོ་ར་ད་ཡིན་ནས་གྲོགས་པོ་དེ་འདས་འཆམ་པོ་ཡིན་ལ་གོ་ར་ད་ནམ་ཞག་ཡིན་དུས་ནས་ད་གྲོགས་པོ་དེ་གི་བསམ་སྟངས་དག་བྱོས་ར། ཧ་ཧ་ཧ་ཧ། ངས་ཁོ་གྲོགས་པོ་འཆམ་པོ་གཅིག་ལས་བརྩི་གི་ཡོད་ག་དུས་ནས་བརྩི་གི་ཡོད་ཁོ་ངའི་གྲོགས་པོ་འཆམ་པོ་གཅིག་ལས་བརྩི་གི་ཡོད། ཁོ་དང་ང་ལས་མེད་ཚེ་གང་ཚ་གྲོགས་པོ་ཅན་སླེབས་རེད། ཡིན་ནས་ཁོ་ང་ལས་ཡག་ག་གར་ཅན་ཆགས་རེད། ཁོ་ང་ལས་སློབ་སྦྱོང་ང་ག་དུས་ཡིན་མིན་ནས་ཟིན་བྲིས་ན་སློབ་སྦྱོང་སྟོབས་ན་བམ་སི་སྦྱངས་རྗེས་ངས་སློབ་སྦྱོང་ཧུར་ཐག་པ་ཐག་བཅད་ཉིན་དང་མཚན་སྦྱངས་ནས་ཡིན་ནས་ག་དུས་ནས་ཁོ་ཨང་ཀི་དང་པོ་གར་ཅན་སླེབས་གོ་ང་ཨང་ཀི་གཉིས་པོ་གར་ཅན་སླེབས་གོ་རེད།

གང་ལྟར་མ་མ་ངས་ཁོ་ཁ་ནས་གྲོགས་པོ་བརྩིས་སེམས་སྟེང་ནས་ངས་ཁོ་གྲོགས་པོ་བརྩིས་སེམས་སྟེང་ནས་ངས་ཁོ་ངའི་གྲོགས་པོ་སྡུག་ཤུལ་དང་ངའི་ཕྲག་དོག་ཟ་སའི་མི་དེ་བརྩིས་ཡོད། ཡིན་ནའི་ང་ཚོ་ཁོར་ཡུག་ཅིག་ནང་མཉམ་བསྡད་འདུག་ང་ནས་འདྲ་བོ་འདྲ་བོ་བྱས་ནས་མ་འགྲོ་བ་ཡིན་ན་ཆོ་ཡོད་མར་ཚ་ཐ་ན་རྟ་ཐ་མདའ་ཟ་འདྲ་ཁོ་ངའི་པིང་ཀྱག་བུ་མོ་ང་ལ་ཡང་གོ་བ་ལབ་རྗེས་ར་བ་རྒྱབ་པར་རྟ་འདིས་ང་ཁོ་ལ་ཡང་གནོད་སྐྱལ་ཡག་གི་གོ་སྐབས་ཡག་ཤོས་དེ་རགས་སོ་རྟ་ངས་གར་བྱས་སོང་རྟ་ཨ་ཨ། ད་བིང་རྒྱ་བུ་མོ་དེ་ཨ་མ་དང་པ་པ་ལ། པ་ལ་དང་ཨ་མ་ལ། ང། བཅུ་ཆོག་གི་གྲོགས་པོ་ཉིན་ཐོ་མེ་ཚེ་སྐྱེལ་འདོད་འདུག་བྱས་ཙང་པ་ལ་ཨ་མ་ལ་བསམ་བློ་བཏང་ལོ་ཅི། ལམ་ས་ཉེ་འོ་ཙི། དེ་ཨ་ཁྱོད། ཁྱོད་རང་ཐ་མདའི་དགའ་སའི་མི་དེ་ངས་ཡག་ཤོས་ངོ་ཤེས་འགོར་ད་ཨ།

ནང་མིའི་ངོས་ནས་ཁྱོད་རང་ཨ་རི་ལའི་བུ་གཅིག་མཉམ་དུ་འགྲིག་ཚར་རེད་ཆུ་ཤོག་གྲོགས་པོ་གཞན་འདྲ་ཞིག་ཡིན་འདུག་འོ་ཅེ་ཚ་ཁྱོད་རང་ཕག་གྲོ་ཡ་རྩིས་ཀྱི་མེ་བཟས་ནས་སྐྱིད་པོ་ཡོད་རེད་ཁོའི་སྙིང་སྟོབས་མེ་བཟས་སྐྱེལ་བསྡད་ག་ཞིག་དང་ཁྱོད་རང་ཡོང་ཡག་གོ་རེ་ཡོད་མ་རེད་གོ་ཚོད་ཚོད། གོ་ཚོད་སོང་ཚོད་མ་སོང་པགས་ལམ་ལ་ཁྱོད་རང་བསམ་བློ་མང་པོ་བཏང་འདུག་པགས་ལམ་ལ། ང་ཡི་ཁྱེད་རང་ཚོའི་བུ་རེད་མོ་ཁྱེད་རང་ཚོའི་བུ་མོ་རེད་ཁྱེད་རང་ཚོ་ཧ་གོ་རུ་ཨ།

བརྗོད་གཞི་གསུམ་པོ་དེ་ག་རེ་ག་ལས་ནི་རབ་གསལ་རབ་གསལ་ལ་ཡང་འདོད་དོ་མི་ཁ་ཤས་ར་བསིལ་འདུག་མི་ཁ་ཤས་ར་བསིལ་ཨེ་སྤྱི་ཚོགས་ག་ས་ག་ལ་རྙོག་དྲ་ནང་སྤྱི་ཚོགས་ག་ཚོད་ནང་ཁ་ཆེ་དཔེ་ལྟར་ར་བསིལ་གྱི་སེམས་སྡུག་གོ་རེ་ཤི་འགྲོ་ཉེན་མི་འདི་འདི་ཁ་ཤས་ཀྱིས་ད་ཡང་སེམས་ལ་ཡང་དཀའ་ངལ་མང་པོ་འགྱུར་འདི་སྐོར་ལ་ཡང་བལྟས་ཤིག་ཤེས་བ་བསམ་ཚུལ་བ་ད་དེ་སྒྲོག་བྱས་ནས་བསམ་བློ་རྒྱ་ཆེན་པོ་བཏང་དགོས་ད་ནང་པ་ཚོ་ང་ཚོའི་སྔོན་ནས་ཆང་ཨ་རག་འཐུང་ཉིན་ཚང་མ་ལོ་ཨུ་སྡུག་པོ་ཡིན་པ་ཞིག་ག་དུས་ནས་བརྩི་གི་ཡོད་མ་རེད་མི་ཁ་ཤས་ལས་དཀའ་ངལ་པད་ཕྲད་སེམས་ཀྱི་དཀའ་ངལ་ཕྲད་སེམས་ཁང་གི་དཀའ་ངལ་ཕྲད་རྗེས། ཨལ་པེ་ཏོ་དངུལ་དུག་ཨ་ནི་ཡིན་ནས་སྤྱི་ཚོགས་ངོས་ནས། ལྟ་སྟངས་ལོག་ཀ་ཞིག་ལྟ་ཆེད་མི་དེ་བེད་དུ་ཁོ་ལ་མི་ཚེ་སྟོང་ཟད་འགྲོ་ནའི་ཨལ་པེ་ཏེ། ཨ་བུ་ཤིན་ཏུ་ཤོད་རྒྱ་མཚར་འགྲོས་སྙན་གྱི་ལུག་ཁྱུ་འདི་དེ་ང་རང་མིའི་མདུན་ལས་མིག་སྟོང་ལ་སྲིད་འདི་ཁ་ཅིག་ཏོག་ཉུལ་ཡོད་དྲང་པོ་བཤད་ན། ད་དུང་ཚོ་མི་དེའི་མིང་བོས་འདི་ཆོ་ཟ་ཁྱེར་ཡོད་མ་རེད་ད་འདི་འདི་ང་རང་ཏོག་ཉུལ་ཡོད་ང་རང་རོགས་པའི་ཅིག་ཉུལ་ཡོད་ད་རྒྱུ་མ་ངས་བརྗོད་བྱ་འདི་ཅིག་རེད་རྣམ་པ་ཚོ་ལ་སྒྲུང་འདི་བཤད་དགོས་ཡོད་སྒྲུང་སྙན་པོ་རེད་རོ། ད་ངས་འོ་འདི་སྐོར་ཅིག་བཤད་རོགས་རེད་མ་རེད། འོ་འདི་འདི་སྐོར་ཅིག་ལེར་ལྟ་ད་མིའི་རབ་གསལ་ག་དེ་ཚོ་ཆེ་བ་ཡིན་ན་ཁ་ཤས་དགོས་ལ། རྣམ་རྒྱལ་བླ་མ་ཀུན་སྦྱོར་གྱིས། ང་ཆུང་ཆུང་དགུན་དུས་བ་ནས་དཔའ་བླ་ཨམ་བླ་མེད་པ་ཆགས་སོང། དཔའ་བླ་ཨམ་བླ་མེད་པ་ཆགས་པ་དང། གཡས་གཡོན་གྱི་སྤིན་རྒྱག་དང་གྲོགས་གྲོགས་མོ་ཚང་མས་ང་ལ་ཡང་ལྟ་སྟངས་དེ་དཔེ་མི་སྲིད་སྐྱོ་བོ་ལྟ་བུ་འདུག། དེ་ནས་ངའི་མེ་ཚའི་ནག་ལོ་ལ་ཡང་ངས་དཀའ་ལས་ཧུར་ཐག་པ་རྒྱབ་ང་རང་རྐྱང་པ་ཆེ་དཀའ་ལས་ཧུར་ཐག་པ་རྒྱབ་རྒྱབ་ཅིང་མེ་ཚའི་རིགས་བུ་བསྟིམ་བྱས་མཐའ་མའི་ཐག་གཅོད་དེ་ལ་ཡང་ང་མ་འོངས་པ་གཅིག་དངོས་གནས་གཞུང་ཞབས་ཡག་པོ་ཅིག་ཆགས་ན་བསམ་ཅིང་ངས་སློབ་སྦྱོང་ལ་འབད་བརྩོན་ལྷད་མེད་གཏོང་དུས་ཕྱི་ལྡོག་ལ་ཡིན་ནའི་ང་རང་བསམ་པའི་ལས་ཀ་དེ་གྲུབ་མ་སོང། ངའི་ལས་སྡུག་ཅག་དེ་ག་རེ་མིན་ང་ཡིས་འགོ་འཚོས་མ་སོང། མི་ཚེ་གནའ་ལོག་བུ་མོ་མང་པོ་ལ་སེམས་པ་ཤོར་མྱོང་ཡོད། ཡིན་ནའི་ངས་ང་རང་ལབ་ཏུ་འཇིགས་པའི་བུ་མོ། བསྟན་འཛིན་སྙིང་སྐྱིད་ལགས་ལ་ཡང་སེམས་པ་ཤོར་རྗེས་ངས་མི་ཚེ་སྔ་ཙམ་ར་ཡིན་པ་ཡིན་ནའི་མོ་རང་ལ་རྐུབ་ལ་ཡ་མྱི་ག་ཚིག་སྒྲོག་པའི

ས་གནས་བཅས་དེ་ཡང་ལས་ཀ་བྱས་གོ་སྐབས་བྱས་རག་སོང། ལས་ཀ་ཧུར་ཐག་དཔའ་ཐག་བྱས་ངས་ས་གནས་དེ་འགྱུར་བ་ཁ་ཚ་དྭངས་སུ་བྱས། ཡིན་པས་ནས་མི་ཁ་ཤས་ཀྱིས་དགའ་མ་དགའ་ཐོག་བྱས་བྱས་ང་ལ་ཡང་ཕར་ཁོ་འདུག་གི་རེད་ཚུར་འདུག་གི་རེད་ཁོ་ཡོད་མ་རེད་ཁོ་ལ་འཇོན་ཐང་ཡོད་མ་ཁོས་ཅིག་བྱས་རླུང་ཁུག་བྱས་ང་ལ་མིང་བརྗེ་གསོད་བྱས་ངའི་རྐུབ་བཀྱག་ཡོད་སྐྱོར་ལྡན་ཤོར་བ་སོགས་ཐ་ན་ང། མི་ཚེ་འདིའི་ནང་ལོ་ལ་ཡང་ལས་ཀ་ཡིན་བསམ་ནས་སེམས་ཆགས་སྲིད་མོད། ཕག་མོ་ཡོད་ལ་ནི་སེམས་ཆགས་སེ་བྱེད་མེད། དགའ་རོགས་ཡིན་ལ་ནི་སེམས་ཆགས་སེ་མེད། ཀླུ་རབས་ཅི་སེ་གྲོགས་པོ་ཞུས་ལ་ནི་སེམས་ཆགས་སེ་མེད་དེ་ནས་ངའི་གྲོགས་པོ་ཡག་ཤོས་འདི་ཨ་རག་ཤེ་དམ་དེ་ཆགས་སོ། ད་ཨ་རག་ཤེ་དམ་དེ་རྙེད་སེམས་པ་སྐྱིད་པོ་མི་འདུག་ག་ནི་ཨ་རག་དེ་ཞོགས་ཀས་འཐུང་དགོང་དག་འཐུང་ཉིན་དགུང་འཐུང་ཅི་འདུག་ག་ནི་ང་ར་རག་སེ་བྱེད། ཐ་མའི་ཐག་ཆོད་དེ་ལ་ཡག་ཉེས་སུ། གཟུགས་པོའི་འཆི་འཕོ་ཚང་མ་འདོར་བྱས་ང་འཇིག་རྟེན་ཁམས་ལ་ཡར། འདུག་བྱས་ནས་ཞག་གཅིག་འགྲོ་དགོས་ཁྱེད་སོང། ཡིན་ནའི་བརྙན་མེད་ཚེ་ང་ལོ་ལ་ཡ། ང་ལ་ཡ་དངོས་གནས་ཀྱི། ཕྱི་ནང་གཉིས་ཀ་གི་ཐོག་ནས་ང་ལ་ཡ་བསམ་བློ་བཏང་མཁན་སུ་ཡོད་རེད་སུ་གཅིག་མི་འདུག་སུ་གཅིག་མི་འདུག། ངའི་སེམས་ཀྱི་དཀའ་ངལ་དེ་ང་རང་ཁོ་ཚོའི་ཁུར་དུ་བཞེས་མཁན་སུ་གཅིག་གམ། མི་ཚང་མས་ང་ལ་ཡ་འགྲེལ་བཤད་ལོག་པོ་བརྒྱབ་རྗེས་ཁྱེད་རང་ཚོའི་ངོས་ནས་ང་ལ་ཡ་རྒྱབ་སྐྱོར་མ་རེད་མཐའ་མའི་ཐག་གཅོད་དེ་ལ་ཡ་ང་རབ་གསལ་བྱ་རྗེས་ཤི་དགོས་ཁྱེད་སོང། ཉི་མ་གཅིག་གནས་འགའ་ལེའི་སྤྲོ་བསྡུ་ག་ནས་ཨམ་ཆི་ལ་བས། ད་རང། རྒྱུན་རིང་པོ་དད་སེམས་མ་རེད་ལབ་འདུག་ང་སྨན་ཁང་ཉལ་ཁྲི་ཁ་བཅུ་པོ་དེ་སུ་གཅིག་ང་ཐུག་བར་ལེན་མི་སོང། བསླབ་གྲ་གཅིག་པོ་ཐུག་བར་ལེན་མི་སོང། མཐོ་སློབ་གཅིག་པོ་ཐུག་བར་ལེན་མི་སོང། བརྙན་བརྙན་ཚད་སྤིན་རྒྱག་ཐུག་བར་ལེན་མི་སོང། ཁ་མཐའ་ཉལ་ཁྲི་གཅིག་ག་ང་རང་བཅུ་དགུ་ལྷག་བྱས། ཐ་མ་འདི་ལས་ཡང་ང་སྡུག་ཆེ་རུ་འགྲོ་འོ་ཤེས་སོང། མོ་བོ་བས་ང་ཤི་ཚར་བའི་རྗེས་ལ་ཡང་ང་ལ་ཡང་འགྲེལ་བཤད་ཉན་པོ་དེ་འདྲས་རྒྱབ་མཁན་ཡོང་གི་རེད་བསམ་སོང་ཡིན་ན་འགྲེལ་བཤད་གང་ཐད་སྡུག་ཅག་རྒྱབ་སོང།

མཚམས་མཚམས་མི་རབས་གསལ་དང་མི་སྡུག་ཅག་འདི་ལྟར་ཐུག་གི་ཡིན་པས་ན་ཁྱེད་རང་ཚོ་བློ་གཟུ་ལི་ཡ་གནས་ཀྱི་ཁོ་རང་ཚོ་ལ་སྐད་ཅིག་བཤད་རྗེས། ཁྱོད་ལ་ཁྱོད་རང་དཀའ་ངལ་གར་འདུག་ཁྱོད་རང་གར་ཡིན་པ། ངས་དངོས་ནས་རོགས་པ་བྱེད་དགོས་འདུག་ཨ་ནི་ག་ལི་ག་ལི་མཚམས་མཚམས་བྱུང་ཚུལ་བྱུང་ཚུལ་དེ་གང་ལ་བྱེད་ཨ་ནི་མི་ལི་ཡ་ཡིན་དགོས་ད་ཡིན་ནའི་ངས་ཁྱེད་རང་ཚོ་སྐད་ཅིག་བཤད་ཁྱོད་ཚང་མ་ལོ་འགྲོ་ཅིག་ང་རང་གི་ད་བསམ་ཚུལ་སྒྲོག་ཅིག་ཤེས་དགོས་ར་ནམ་པོ་ཚོ་ལི་ཡ་ཅིག་ཡིན་པས་ན་ངས་ཀྱི་སྐད་ཅིག་བཤད་ཁྱོད་རང་ཚོ་དངོས་གནས་དྲང་གནས་ཀྱི་སྤྱི་ཚོགས་དང། མི་རིགས་ལས་ཕན་ཆེ་བོ་བཤད་ཡོད་རོ་ཨ་འཆད་ཙང་རྣམ་པ་ཚོ་ངོས་ནས་གང་ཐུག་ཐུག་རྗེས་ནས་ཉན་གི་ཅིག་ད་ད་ལྟ་སྐད་ཆ་བཤད་སྐབས་རྫུན་ཡག་པོ་བྱས་ནས་ཉན་རོགས་ཅིག་ད་ངས་འདིའི་རྗེས་ནས་ང་རང་ངོས་སྒྲ་དེ་གང་ཐུག་ཐུག་ཡག་པོ་བཟོ་ཡག་གི་རྩིས་རྒྱག་གི་ཡོད་རོ་གང་ཐུག་ཐུག་ཅིག་ད་ཅིག་ཨི་དེ་ད་རྫུན་ནས་གང་ཐུག་ཐུག་བྱས་ནས་ཨ་འཆད་ཙང་རྣམ་པ་ཚོ་ཟིག་རོགས་ཆེ་ཟེར་ཞོད་ད་ཡིན་ནས་ང་རང་ཡ་ད་ཅིག་བཟོ་ཚོ་ངོ་ནས་སྤྱི་ཚོགས་ལས་ཕན་ཐོག་ཡོད་མི་གཅིག་གཉིས་ལས་ཕན་ཐོག་བས་ནས་ང་དཔེ་མི་སྲིད་གང་རུང་ཟེར་རོ་དེ་ཡིན་ནས་ད་འདུག་ཅེས་ཟོས་བཤད་ཡོད་རོ་ད་ཡིན་ནས་སྤྱི་ཚོགས་ནང་ལོག་ལ་ཡ་ད་ད་ངས་བཤད་རྒྱུར་གི་སྐད་ཆ་དེ། ད་ངས་བཤད་རྒྱུ་འོང་གཏམ་རྒྱུད་འདི་དེ་ཕྱི་ཚུལ་ནང་འགྲོ་འགྲོ་བཞིན་པོ་རོགས་ཟླ་འདི་ཡོད་རེད་རབ་གསལ་ཡོད་རེད་གྲོགས་པོ་དྲུག་ཁྱོད་ཡིན་ནའི་དཀའ་ངལ་འདི་ཡིན་ནའི་ང་ཚོ་དོན་དག་ཆོས་རྒྱུད་ཆོས་རྒྱུད་དེ་ཚོ་གི་ང་ཚོ་སྤྱི་ཚོགས་ལས་འཐུས་ཤོར་འགྲོ་ཡོད་ཆོས་ཨ། དེ་འདི་སྐབས་རེ་ང་ཚོ་བསམ་བློ་ཏེས་ཅིག་ཁྱེར་བ་བཏང་བས་ནི་མི་ག་ཚད་ལ་ཕན་ཐོག་རེད་འོ་འདི་བྱས་ཨ་ནི་རྣམ་པ་ཚོ། རྗེས་མའི་བརྗོད་བྱ་དེ་འདི་ན་བྱིན་ཞུ་ཨ། ཐུགས་རྗེ་ཆེ། རྗེས་མ་ནས་ཤ་རྒྱས་འོང། ཐུགས་རྗེ་གནང་ངོ།